སངས་རྒྱས་ཀྱི་འདས་ལོ་ཉིས་སྟོང་ཁྲི་བརྒྱ་དྲུག་ཅུ་རབ་རྒྱས་ཕྱི་ལོ་གཅིག་སྟོང་དྲུག་བརྒྱ་ང་བཞི་བཅུ་ཞག་གཉིས་ཆུ་རྟ། ལོ། རྒྱལ་དབང་ལྔ་པ་བློ་བཟང་རྒྱ་མཚོས་བོད་ལྗོངས་ཡོངས་ལ་ཆོས་སྲིད་ཀྱི་དབང་བསྒྱུར། ད་ལྟའི་བོད་གཞུང་ཁ་བརྡའི་ཕོ་བྲང་འདིའི་ཆོས་སྲིད་ཀྱི་དབུ་བརྙེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་པར་སྐུ་ཕྲེང་བཅུ་ཡིན། རིང་ཆབ་སྲིད་འཛིན་ཡུལ་མི་ལོ་སུམ་བརྒྱ་འཁུར་སོང། ཏཱ་ལའི་བླ་མས་ཞལ་མ་བཤུས་པ་དང་སྐུ་ན་མ་སོན་པའི་བར་ལ་གས་ཚབ་དང་སྲིད་སྐྱོང་སེར་སྐྱ་རྒྱ་མིན་མང་པོ་བྱུང་ཡང། རྩ་བའི་བོད་ཀྱི་ཆོས་སྲིད་ཡོངས་རྫོགས་ཀྱི་བདག་པོ་རྒྱལ་བ་ཏཱ་ལའི་བླ་མའི་སྐུ་ཕྲེང་ན་རིམ་ནས་མཛད། སྐུ་ཕྲེང་དང་པོ་ཆེ་མཁན་ཆུང་གྱུར་པ་ནི། དགེ་ལུགས་བསྟན་པའི་སྲོལ་འབྱེད་ཆེད་ཙོང་ཁ་པའི་སློབ་དཔོན་ཡིན་ཞིང། མཁས་བཙུན་གྱི་ཡོན་ཏན་ཤིན་ཏུ་ཆེ། ཏཱ་ལའི་བླ་མའི་སྐུ་ཕྲེང་ལྔ་པ་དེ་བཞིན་ཆོས་ཚིགས་ཀྱི་མཁྱེན་རྒྱ་ཤིན་ཏུ་ཆེ་བས། སངས་རྒྱས་ཀྱི་འདས་ལོ་ཉིས་སྟོང་གཅིག་བརྒྱ་དགུ་བཅུ་གོ་དྲུག་དང་སྤྱི་ལོ་གཅིག་སྟོང་དྲུག་བརྒྱ་ལྔ་བཅུ་ང་གཉིས་ལོར་རྒྱ་ནག་མན་ཇུའི་རྒྱལ་པོ་ཐོག་མ་ཤུན་ཙི་རྒྱ་ནག་ཏུ་ཐེན་དང། ཆོས་ཕྱོགས་ནས་བླ་མ་བསྐོ་ཞིང་སྲིད་ཕྱོགས་ནས་བོད་ཀྱི་རྒྱལ་པོར་ཆ་འཇོག་གིས་བརྩི་མཐོང་ཆེན་པོ་ཞུས། དུས་རབས་ཕྱེད་གཉིས་ཙམ་ཏཱ་ལའི་བླ་མའི་རིམ་པས་དབང་བསྒྱུར་གནང་བ་ནས་དུས་རབས་བཅུ་དགུ་པ་ཙམ་བར་ཏཱ་ལའི་བླ་མ་དང་རྒྱ་ནག་གོང་མའི་བར་འབྲེལ་བ་བྱུང་ཞིང་དེ་ནི་ཕྱོགས་གཅིག་ཆོས་དང་ཕྱོགས་གཅིག་སྲིད་ཀྱི་མགོ་ཁྲིད་བར་གྱི་འབྲེལ་བ་ཞིག་རེད། གོང་མའི་ལྷ་སར་ཨམ་བན་ཟེར་བའི་སྐུ་ཚབ་གཉིས་བསྐོས་འཛུགས་བྱས། ཁོང་ཚོར་དབང་ཆ་གང་འཚམ་ཡོད་ཀྱང་དབང་ཆ་དེ་ཏཱ་ལའི་བླ་མའི་གཞུང་བརྒྱུད་དེ་བེད་སྤྱོད་བྱས། རིམ་བཞིན་ཁོང་ཚོའི་དབང་ཆ་ཉམས་པ་རེད། ལྷག་པར་ཏཱ་ལའི་བླ་མ་སྐུ་ཐེངས་བཅུ་གསུམ་པའི་སྐབས་སུ་བོད་ནང་རྒྱ་ཆེའི་བོད་ནས་རྒྱལ་སྤྱིའི་ནས་རྒྱལ་སྤྱིའི་ནང་ཐོག་མར་འབྲེལ་བ་བྱས་ཤིང། ཁོང་ནས་བོད་མིའི་འཚོ་བ་ཡར་རྒྱས་དང་དམག་མི་སྒྲིག་འཛུགས་བཅོས་བཙུགས་གནང་བ་སོགས་གོང་དུ་བཤད་ཟིན། སྲིད་ཕྱོགས་ནས་ཕྱི་ཕྱི་རྒྱལ་ཁག་ལ་འབྲེལ་བ་མཛད་དེ་སློབ་ཕྲུག་བཏང་བ་དང་བོད་ནང་གློག་ཁང་དང་བཟོ་ལས་ཆུ་ཁག་གི་བཟོ་གྲྭ་གསར་འཛུགས།

ཡོད་ཀྱི། ཐོག་སེར་དངུལ་གྱི། ཟླ་ལོག། དམ་སྐོར། ཆོས་འབྱུང། ཤོག་དངུལ་སོགས་རྣམ་གྲངས་མང་པོ་གསར་པ། དཔའ་སྟེང་སོགས། གྱེས་སྐབས། ཚགས་ཚུད། མཛད། ཆོས་ཕྱོགས་ནས་བོད་ཀྱི་ཆོས་ལུགས་མཐའ་དག་ལ་གཟིགས་ཕྱོགས། གཟིགས་མཐོང། ཆེ་ཞིང་ལྷག་པར་མཚན་ཉིད་སློབ་གཉེར་བའི་གྲྭ་སྐོར་དམ་བཅའ་ཆེན་པོ་འཇོག་ཚུལ་དང་འཇུག་འདོད་ཨང་དང་མཐོ་རིམ་རྣམས་བརྒྱུད། མཐོ་རིམ་རྣམས་བརྒྱུད་གྲྭ་ནས་བཟུང་ཙོང་ཁ་པའི་རྒྱལ་ཚབ་དགའ་ལྡན་ཁྲི་པ་བར་རིམ་བགྲོད་བྱས་ཚུལ་བཅས་ལ་གཏན་འབེབས་དག་ཐེར་བརྒྱ་ཆ་མཛད། ཁོང་གི་སྐུ་དུས་སུ་རྒྱལ་སྤྱིའི་ནང་གྲོས་མཐུན་འགའ་ཤས་བཞག་པ། དུས་རབས་བཅུ་དགུ་པའི་མདུན་དུ་རྒྱ་གར་དབྱི་གཞུང་གིས་བོད་དང་ཚོང་འབྲེལ་བྱེད་འདོད་འགོ་ཚུགས་པས། ཧི་མ་ལའི་རི་རྒྱུད་སྐོར་གཉིས་པོའི་བར་ས་མཚམས་ཀྱི་རྩོད་པ་ཆུང་ངུ་འགའ་ཤས་བྱུང་བ་དེའི་སྐོར་བོད་དང་རྒྱ་ནག་སུ་ལ་གོ་བསྡུར་བྱེད་དགོས་རྗེས་བོད་མིན་ཨིན་ཇི་ཡི་ངོས་ནས་ཨིན་ཇི་ཡི་ངོས་བཟུང་དཀའ་བ་བྱུང། ཕྱི་ལོ་བརྒྱད་བརྒྱ་ཉི་ཤུ་རྩ་གཉིས་ནས་དོ་རིང་བཙུགས་པ་ནས་བཟུང་ཕྱི་ལོ་གཅིག་སྟོང་ཉིས་བརྒྱ་བཞི་བཅུ་ཞག་བདུན་ནང་ཡིག་ཆ་གཅིག་བྱུང་བ་མ་གཏོགས་བོད་དང་རྒྱ་ནག་བར་གྱི་ཆིངས་ཡིག་ཡོངས་གྲགས་གཏན་ནས་བྱུང་ཡོད་པ་མ་རེད། དེར་བརྟེན་དབྱིན་ཇི་ཡང་ཐེ་ཚོམ་གྱི་གནས་སུ་གྱུར་འདུག་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་རྩ་གསུམ་ནང་དབྱིན་ཇིས་རྒྱ་ནག་དང་ཆིངས་ཡིག་བཞག་སྟེ་ས་མཚམས་སྐོར་འཁྲུག་རྩོད་བྱས་ཤིང། འཁྲུག་རྩོད་ཐུན་བཅུ། ས་མཚམས་བསྐོར། ཧཱུྃ་ཁ་ར་དང་ཁྲ་ཞིམ་གྱི་ཐུན་ནང་ཐུན་ཁའུ་ལྕེ་རྣ་རུ་གཅོད་དང་གཅོད་ཐུན་གཅོད་བྱས་ཤིང་བོད་ལྷོ་ཕྱོགས་སུ་ཚོམ་གྱི་ཐོབ་ཐང་གང་འཚམ་ཞིག་དབྱིན་ཇིར་བྱུང་ཞིང། འོན་ཀྱང་བོད་གཞུང་གིས་ཆིངས་ཡིག་དེ་ལ་རྩ་འཛིན་བྱས་མི་འདུག་དབྱིན་ཇི་དང་རྒྱ་མིའི་སྐུ་ཚབ་ནས་ས་མཚམས་ཀྱི་རྟགས་བཙུགས་པ་རྣམས་བོད་མི་ཚོས་བཀོག་ཡོད་པ་མ་ཟད་དབྱིན་ཇི་དབྱིན་ཇིའི་ཚོང་གི་ཐོབ་ཐང་རྣམས་ལག་ལེན་བྱས་སྟབས་བོད་གཞུང་ནས་རྒྱ་ནག་གི་མིང་བཏགས་འཁོད་པའི་ཆིངས་ཡིག་དེ་ཡིས་བོད་ནང་ཕན་ནུས་མེད་ལུགས་བརྗོད་པ་རེད་འོན་ཀྱང་བོད་མིའི་རང་བཞིན་ནི་འཇམ་ཅན་ཡིན་སྟབས་རྒྱ་མིའི་ཨམ་པའི་མི་ཐོག་མང་པོ་བོད་ནང་བུད་བཅུག་པ་རེད། རྒྱལ་ཁབ་གཞན་དག་ནས་བོད་དང་རྒྱལ་སྤྱིའི་འདོད་འདུན་འཇོག་འདོད་བྱུང་བ་དེ་མཐོང་མ་ཡིན་ཨམ་བན་ཚོ། ལྷ་སར་བསྡད་པ་ཙམ་གྱིས་རྒྱ་ནག་གཞུང་ལ་བོད་ཀྱི་མིང་ཐོག་ནས་ཆིངས་ཡིག་ལ་མིང་རྟགས་དགོས་པའི་ཐོབ་ཐང་ཡོད་པ་བོད་མིའི་བསམ་བློར་ནམ་ཡང་འཁོར་ཡིན་པ་མིན་ཅིང། དེར་མ་ཟད་རྒྱ་མིས་བོད་ཀྱི་རང་དབང་རང་བཙན་འཕྲོག་འདོད་ཡོད་པ་དེ་ཡང་སྐབས་དེར་མ་གཏོགས་བསམ་བློ་འཁོར་ཡིན་པ་མིན། དབྱིན་ཇི་ཚོར། དབྱིན་ཇིར་ཚོང་དོན་ཐོབ་ཐང་རྣམས་མ་བྱུང་བ་དང་ས་མཚམས་ཀྱི་ཚད་བརྟག་མ་བྱ་བ་རྣམས་བློ་འདོད་མ་རངས་པ་མཐོན་པོ་བྱུང་ཞིང་རྒྱ་གར་ནང་དབྱིན་ཇིའི་སྐུ་ཚབ། Lord། དབྱིན་ཇིའི་སྐུ་ཚབ Lord Takassim། ནས་བརྗོད་གསལ། རྒྱ་ནག་ནས་བོད་དུ་དབང་ཆ་ཡོད་ཚུལ་ནི་སྲིད་དོན་གྱི་ལྟ་སྟངས་ཤིག་རེད། དེ་ཕྱོགས་གཉིས་ཀར་ཁེ་ཕན་ཡོད་སྟབས་དེའི་སྐོར་སོར་ལེན་བྱུང་བ་རེད་ཅེས་བརྗོད་ཡོད་འདུག་གཅིག་སྟོང་ཉིས་བརྒྱ་གསུམ་ལོར་ཁོང་ནས་ལྷ་སར་དམག་དཔུང་ཞིག་བཏང་བ། ལམ་དུ་ཡུལ་མགོར་ཆེན་པོ་བྱུང་སྐབས་དེར་ཨམ་བན་ནས་དབྱིན་ཇིའི་དམག་དཔོན་སར་རྗེས་འདེད་དུ་འགྲོ་རྒྱུ་ཡི་འཕྲིན་ལས་བཏང་བར། བོད་གཞུང་གིས་ལྷ་ས་ནས་ཨམ་བན་འགྲོ་རུ་མ་བཅུག་པ་རེད། བོད་དམག་ནས་དབྱིན་དམག་ལ་འཐབ་རྒོལ་བྱས་ཀྱང་ཕམ་ཉེས་བྱུང་སྟེ་རྒྱལ་དབང་མཆོག་ཤར་ཕྱོགས་སུ་བྲོས་ཕེབས་གནང་དགོས་བྱུང། གཅིག་སྟོང་ཉིས་བརྒྱ་གཅིག་སྟོང་དགུ་བརྒྱ་བཞི་ལོར་དབྱིན་ཡིག་ལྷ་སར་འབྱོར་ཏེ་བོད་གཞུང་དང་ཆིངས་ཡིག་ཞིག་བཞག་ནས་སྐབས་དེར་ཏཱ་ལའི་བླ་མ་མ་བཞུགས་སྟབས་རྒྱལ་ཚབ་ནས་ཏཱ་ལའི་བླ་མའི་གདམས་ཐུག་ཕབ་ཅིང་བཀའ་ཤག་ཚོགས་ཆེན་གསལ་འདོན་དགའ་གསུམ་ནས་ཀྱང་གདམས་ཐུག་ཕབ་འདུག་བློ་འདྲི་བྱས་ན་སྐབས་དེར་བོད་པའི་རྒྱལ་གཅེས་ནང་དབང་ཚད་ཆ་ཚང་ཡོད་པའི་གྲོས་མཐུན་ཞིག་བཞག་པ་རེད་ཆིངས་ཡིག་དེས་ས་མཚམས་དང་མཚུངས་ཀྱི་ཐོབ་ཐང་རྣམས་ཁས་ལེན་བྱས་པ་རེད། ཆིངས་ཡིག་དེའི་ནང་དབྱིན་གཞུང་གི་བཀའ་དྲུང་མེད་ན་བོད་དོན་ཐོག་རྒྱལ་ཁབ་གཞན་དག་སུས་ཀྱང་ཐེ་བྱུས་མི་བྱེད་པ་བྲིས་འདུག། ཡིག་ཆ་དེར་རྒྱ་ནག་གི་མིང་གང་ཡང་གསལ་འཁོད་མེད་སྟབས་ཕྱི་རྒྱལ་ཐེ་བྱུས་མི་བྱེད་པའི་ཁོངས་སུ་རྒྱ་ནག་གཏོགས། ཁོས་ཆིངས་ཡིག་དེས་གནོད་ཕྱོགས་ཟིན་ཐེ་དབྱིན་ཇིའི་དམག་དཔུང་བོད་ནང་ཕྱིར་འཐེན་བྱེད་ཅིང་དེའི་ཆེད་འཇིགས་སྣང་གང་ཡང་བསྐུལ་ཡོད་པ་མ་རེད། རྒྱ་ནག་གཞུང་གིས་ཆིངས་ཡིག་དེ་ལ། འགག་པར་བྱས་མི་འདུག་ཕྱི་ལོ། ལོ་གཉིས་བརྒྱད་ཆིག་སྟོང་དགུ་བརྒྱ་དྲུག་ནང་དབྱིན་ཇིའི་ཚོང་གི་ཐོབ་ཐང་དེར་རྒྱ་ནག་གཞུང་ནས་ཐེ་ཇུས་བྱས་མདོག་གིས་དབྱིན་ཇིས་རྒྱ་ནག་དང་གྲོས་མཐུན་ཞིག་བཞག་ཅིང་གྲོས་མཐུན་དེའི་ནང། ཨིན་བོད་ཀྱི་ཆིངས་ཡིག་སྟེ། ཁས་ལེན་བྱས་ཡོད་པར་བལྟས། ཨིན་ཇིའི་ཚོང་གི་ཐོབ་ཐང་འགའ་ཞིག་རྒྱ་མི་དང་མཉམ་འཇོག་བྱས་འདུག་རྒྱལ་སྤྱིའི་འདོད་འདུན་དེ་ཚོར་གནས་གསལ་ཡོད་པ། གནས། ཁའོ་ན་ད་ནས་གནད་འགལ་ཡོད་ན། བོད་ནང་རྒྱ་མིས་དབང་ཆའི་འཕྲོད་འཕྲོས་ལྷག་རྣམ་དེ་རྫོགས་ཤིང་འོན་ཀྱང་ཨིན་ཇིའི་བྱས་བྱས། ཨིན་ཇིའི་བྱེད་སྲོལ་བརྟན་པོ་རང་མོས་བྱས་ཡོད་པ་མ་རེད། སྐབས་དེར་ཨིན་ཇི་དང་རུ་སུ་གཉིས་ཨེ་ཤི་ཡའི་ནང་དབང་ཤུགས་ལྡན་པའི་དུས་སྐབས་ཤིག་ཡིན། ཆིག་སྟོང་དགུ་བརྒྱ་བདུན་ལོར་དབྱི་རུའི་ཉིན་ནས་འདོད་བསྡུས་ཤིག་བཞག་པའི་ནང། གཉིས་ཀས་བོད་ལ་ཐེ་བྱུས་མི་བྱེད་པ་དང་གལ་ཏེ་བོད་ལ་འབྲེལ་བ་བྱེད་དགོས་བྱུང་ན་རྒྱ་ནག་བརྒྱུད་བྱེད་དུས་བྱེད་རྒྱུ་བྱས་འདུག་འདོད་འདུན་འདི་འདོད་འདུན་བཞག་ན་ཚོར་རྒྱབ་སྐྱེལ་བྱས་པས་མ་ཚད་ང་ཚོའི་ཡུལ་དུ་རྒྱ་མིས་ལག་ལེན་གྱི་ཐོག་དབང་ཆ་གང་ཡང་མེད་པ་དབྱིན་ཇིའི་རྒྱུ་ང་ཡི་ཉམས་མྱོང་ཡོད་དང་ཡོད་མུས་ཀྱང་འདོད་འདུན་འདི་ང་ཚོའི་ཡུལ་རྒྱ་མིས་ཤུལ་བཞག་རན་ཏིའམ Sovereign། ཁོངས་གཏོགས་ལྟ་བུར Sovereignty སྨྲས་ན། ཁོངས་གཏོགས་ལྟ་བུར་ངོས་འཛིན་བྱས་པ་རེད། ཤུལ་བཞག་རན་ཏི Sovereignty ཟེར་བ་ནི་ཡུ་རོབ་པའི་མིང་ཚིག་གི་བརྗོད་དོན་གསལ་པོ་མེད་པ་དང་བདག་གཉེར་ཞིག་རེད། དེ་ཡི་འགྲེལ་བཤད་ནང་དུ། ནང་གི་རང་དབང་ཡོད་པའི་གཞུང་གི་ཐོབ་ཐང་ཡོད་པའམ་ཡང་ན་མིང་ཙམ་གྱི Sovereignty ཟེར་བ་ནི། གཞུང་དེ་ལ་རང་དབང་གང་ཡང་ཡོད་པ་མ་རེད་གཞུང་དེ་ལ་རང་དབང་ཡོད་མེད་ཀྱི་ཆ་ནས Suzerainty། Sovereignty། དབྱེ་འབྱེད་བྱེད་དུ་འོན་ཀྱང་རང་དབང་གི་རིམ་པ་མང་པོ་ཞིག་དེ་གོང་ཚུད་ཡོད་པ་རེད།